བོད་རྣམ་པ་གླིང་རྒྱལ་ཚང་མ་ལྷ་གར་སང་ད་རེས་ཡིན། ཉིས་སྟོང་བཅོ་བརྒྱད་ཟླ་བ་བཅུ་གཉིས་པའི་ཚེས་བཅུ་གཉིས་རེད། ཨ་ནེ། ང་ཀ་མ་ཁ་ཤས་ཀྱི་ཕྱི་དྲག་སོང་དགོངས་འགལ་མེད་པ་ཅིག་གང་ལ་ཞུ་བས་ན། ད་ད་ད། བཀའ་འདྲི་གནང་ཡ། འདི་སྐད་དེ་དེ་ཙམ་གྱིས་མང་བོ་མི་འདུག་ཡིན་ནའི་སྣང་བཞག་པ་འདི་སྐད་དེ་ཡང་གནད་དོན་གཏིང་ཟབ་བོ་དང་གཞི་རྒྱ་ཆེན་པོ་དེ་འདྲ་ཡིན་པ་སོང་ཙང་ང་པར་ག་ཤེད་ཅིག་བཙལ་དགོས་ཡག་གི་བྱུང་ཆགས་སོང་ཨེ་ན་པར་མ་གཉིས་བྱས་ནས་བལྟས་ཚེ་གོ་བ་སོགས་གོ་མཁན་མེད་པ་ཞིག་ཀྱང་ཡིན། ད་ངའི་དམ་པ་དེ་ལི་ཡ་ལས་དབང་གིས་ང་ལ་གི་དེ་ཡང་ག་མེད་མང་ཐག་ཆོད་ཤིག་སྣང་བཞག་ཐོག་མར་ང་རང་ཚོ་གླིང་འདི་དེའི་གི་ཕན་རླབས་ཡོད་པའི་ཡུ་རོབ་ཀྱི་གི་མངགས་བཅོལ་ཞིག་རག་གནང་ཤག་འདུག་ཅེས་ཆེད་བཅར་ཞུ་གི་ཡིན། དེ་སྔོན་ཁོང་གི་གནད་དོན་གལ་གནད་ཆེན་པོ་ཁག་ཁ་ཤས་ཞིག་གསུངས་ཤག། ངའི་དང་པོ་དེ་ལ་ཡ་ང་རང་ཚོ་བོད་ལ་ཡོད་པའི་ཞིང་འབྲོག་མི་དམངས་གི་ནང་ལ་ཡ་ཕྱིས་གི་མི་ཚེ་སྐྱེལ་བའི་བརྒྱུད་རིམ་ཁྲོད་ནས་ཟས་སྤྱོད་བསྟེན་སྟངས་ལ་སོགས་པ་དེ་ཡོད་དེ་འཐུས་སྒོ་ཚང་བ་ཅན་མ་ཡོང་པའི་ཉེར་ལེན་ལ་བརྟེན་བྱས་ནས་དུས་དེར་སང་ཉིན་ད་ཅིག་ངའི་ན་ཚ་འདྲ་མི་འདྲ་ཁོ་དེ་སྔའི་དེ་ད་ཇེ་མང་ཇེ་མང་དུ་འགྲོ་གི་འདུག་ཅེས་གསུངས་ཀྱི་འདུག་ཨ་ནི་ད་དེ་ཁོང་གི་དམིགས་བསལ་ང་ཚོ་ལ་ཡང་དྲི་བ་བསྐུལ་གནང་བ་ཇི་ལྟར་རེད་མི་འདུག་དེ་ད་ཁོ་རང་གི་དགོངས་ཚུལ་གསུངས་པ་དེ་ངས་གནད་འགག་ཆེན་པོ་ཞིབ་པོ་ཞིག་མཐོང་གི་འདུག་ང་རང་ཚོ་གླེང་སྟེགས་འདིའི་ནང་ལས་དེ་སྔ་ཡིན་ནའི་ཅིག་ཟས་སྤྱོད་བསྟེན་སྟངས་སྐོར་ལ་ཡང་སྐད་ཆ་མང་པོ་ཞིག་བྱུང་བ་རེད། ད་རེས་དེ་ཡང་ཟས་སྤྱོད་བསྟེན་ཟིན་ཡག་དེ་ད་སྨན་གྱི་ནང་ནས་གསོ་བ་རིག་པའི་ནང་ནས་གལ་གནད་ཆེ་ཤོས་དེ་ཆགས་ཀྱི་ཡོད་པ་སོང་ཙང་ནད་འགོ་ཡག་གི་སྔོན་འགོག་གི་རྩིས་གཞི་འདི་ད་གལ་གནད་ཆེ་ཤོས་ཅིག་ཡིན་པ་ཆགས་བསྡད་ཀྱི་ཡོད་པ་ཡིན་དུས་ས་མ་དེའི་ཐོག་ལ་ཡང་ཡང་ནས་ཡང་དུ་ངེས་པར་དུ་བཤད་དགོས་པ་ཞིག་ཆགས་ཀྱི་འདུག།

ཡུལ་སྣང་མེད་དེ་ནི་རྣམ་དཔྱོད་ངོམ་ཡང་དེ་རེད་འདྲ་བ་རྣམ་དཔྱོད་ངོམ་ཟོས་ཀྱི་སེམས་པ་རིག་པ་སྟངས་བྱས་ནས་བསམ་བློ་སྟངས་བྱས་ནས་དགེ་མཚན་ག་རེ་འདུག་ཨོ་འདིའི་ཐོག་ལས་འདི་འདྲའི་ཆེད་ནས་ཀླད་པ་བེད་སྤྱོད་བཏང་བ་ཡིན་ན་ཨེ་མ་སོ་སོ་ལས་ཡར་མེད་ཚེ་དོན་དང་ལྡན་པ་ཅིག་བྱེད་ཀྱི་ཡོད་པ་སོང་ཙང་དེ་ངེས་པར་དུ་གནང་དགོས་ཡ་ཅིག་རེད་ཤག་ད་དཔེ་ཞབས་ཡིན་ན་ང་རང་ཚོ་བོད་ལ་ཡར་ཐོན་ཁུངས་རྦད་དེ་ཐོན་ཁུངས་དཔེ་ཡག་པོ་འདི་འདྲ་ཡོད་རེད་འདྲ་བ། ནས་འདྲུག། ད་ཁྱོད་དེ་ལ་སོགས་པའི་ཐོན་ཁུངས་མང་དག་ཆུ་ཡོད་དེ་ད་དེ་གས་དེ་དངོས་གནས་གཙང་མ་རེད་ལ་ཨ་ནི་གཅིག་གི་ལྷད་ཟེར་གས་ཡོད་མ་རེད་ཨ་ནི་ཟུར་པོ་ལས་ཞེ་དྲག་འཕྲོས་ཡོད་ད་དེ་གས་དེ་མ་རྒྱ་ནག་ལ་མ་བཙོང་རྒྱ་མི་ལ་ཕར་བཙོང་རེད་པ་རྒྱ་མི་ཁྲ་ཁྲ་སི་སི་ཡོད་པ་དུག་རྫས་ཡོད་པ་ལྷད་ཡོད་པ་འོ་ད་དཔེར་དེ་ཁུངས་ལུང་ཁ་ཁང་མེད་པའི་བཅའ་ལག་འདི་གས་འདིར་ཁྲ་ཁྲ་སིལ་སིལ་རབ་བྱེད་ཡོད་སོང་ཙང་ང་ཚོ་བོད་པས་འདིར་ཡང་དགའ་མོས་རབ་བྱེད་ཅེས་ཉོ་བསྡད་ཀྱི་འདུག་ཨང། གཅིག་བྱས་ན་གོང་ཕྲན་བུའི་གོང་མཆོངས་ཡོད་ཀྱི་རེད། ད་དེ་འདྲའི་གཅིག་གཉིས་ལན་ལ་བསྟན་བྱས་ནས་དུས་ད་རེས་ཟིན་ཉིན་སྔོན་ན་དྲ་གནས་གཅིག་གིས་བོད་ས་སྐྱའི་ཡོངས་ལ་ཡང་ནས་ན་ཚ་འདྲ་མི་འདྲ་ཡོང་གི་ཡོད་ས་རེད། ཡོང་གི་རེད་བ་ལ་དཔེ་ཞོ་བི་ན་ད་སྟོབས་ཆེ་སྟོབས་ཆེ་གང་དང་གང་ཡིན་ན་རྒྱ་ནག་ནས་ལྷག། ལྷག་པར་དུ་རྒྱ་ནག་ནས་ཐོན་ཁུངས་ཡིན་བྱ་བ། འོ་སྟབས་བྱིས་པ་ལི་ཀྲ་ཡག་གི་འོ་རྩམ་ཡིན་ནའི་འདྲ། འབྲས་ཡིན་ནའི་འདྲ། སྒོ་ང་ཡིན་ནའི་འདྲ། ཚལ་ཡིན་ནའི་འདྲ་གང་དང་གང་ཡིན་ནའི་དར་ཟེར་ཉིན་རྫུན་ངོ་མ་བཟོ་བའི་རིགས་དེ་ཧ་ལམ་མེད་པའི་ཟོབ་ཏོག་ཅིག་རེད་དོ། ད་རྒྱ་ནག་འདི་འདི་འདྲའི་གི་ཐོག་ལ་ཡ་བྱང་ཆུབ་པོ་རོ་ཅིག་ཆགས་བསྡད་ཡོད་རེད་འཛམ་བུ་གླིང་ཁྱོན་ཡོངས་ཀྱི་མི་ཡི་དཔལ་དེ་འཇིགས་སྣང་སྐྱེ། སྐྱེ་ཡག་གི་བུ་མོ་གྱི་ཕྱག་དེ་རེད། པེ་ན་རེ་ད་ལ་པ་ན་འབྲས་དུང་ཆུ་བྲན་གར་སོ་ན་གྱིས་ཀྱི་རྫས་ར་བུ་ཨ་མ་ར་བུ་དེ་གྱིས་ཀྱི་རེད་དོང་ན་གྱིས་ཀྱི་ཟོས་བཞག་པ་དེ་དེ་འདྲས་ང་རང་ཚོ་ཁོག་པའི་ནང་ལ་ཕྱིན་པ་ཡིན་ཟུར་ན་ཟུར་པོ་ལི་ཡ་ཁྲོལ་པོ་མེད་པ་དེ་ད་རྦད་དེ་བཤད་མི་དགོས་པར་བ་ལ་དེ་དག་སུ་ཡིན་ན་ཧ་གོ་གི་རེད་བ། ཨོ་དེ་འང་ཡིན་ནའི་ད་རྒྱ་ནག་ལ་གསབ་གསབ་བྱེད་དགོས་ཀྱི་འདུག་ཟེར་ཡ་དེ་འཛམ་བུ་གླིང་ཁྱོན་ཡོངས་ཀྱི་མི་གི་ད་རེ་སེམས་ཉིད་ཨང་གསང་བྱེད་ནི་བལྟས་བསྡད་ཡོད་རེད་གང་ལགས་ཞུས་པ་ནི་ཉིས་སྟོང་ག་ཚོད་ཡིན་དགོས་ཉིས་སྟོང་དྲུག་རེད་བརྒྱད་རེད་ཅེས་དེ་ཡི་ཡས་མས་ཅི་ལ་ཡིན་དེ་དུས་བསམ་པ་འོ་བརྩམ་བྱིས་པ་ལ་སྤྲད་ཡག་གི་འོ་བརྩམ་གི་ནང་ལ་ཡ་པ་མེ་ལ་མིན་ཟེར་ཡ་རྫས་ཅིག་ཡོད་རེད་དེ་བསྲེས་ལས་བྱས་ནི་གང་ཡིན་ལགས་ཞུས་པ་ནི་མེ་ལ་མིན་ཟེར་ཡ་རྫས་དེ་འདུག་བསྲེས་ཡོད་ན་དོག་གར་བ་དེ། སྐབས་རེ་བོ་ཆེ་ནི་འོ་འཚམ་པའི་རེ་བ་ཞིག་འདྲ་ཡོད་རེད། ད་གོང་ཆུང་བ་ཡོད་ཙང་ད་འདི་སྤྲད་བྱས་ནས་ཨ་ནེ་འཛམ་བུ་གླིང་ཁྱོན་ཡོངས་ལ་ཡང་ཚོང་འགྲེམས་བྱས་པའི་སྐབས་དེ་ལ་ཡང་ཨ་བུ་སྤུ་གུ་མང་བོ་ཞི་བ་ཅིག་ལ་ཡང་འདིས་རྐྱེན་པས་འོ་འཚམ་འཛིང་མ་འདི་གིས་རྐྱེན་པས་ནད་ན་ཚ་བཟོས་ནས་ཁྲི་ཁ་ཤས་ཅིག་སྤུ་གུ་ཁྲི་ཁ་ཤས་ཅིག་ལ་ཡང་རྦད་དེ་ཁལ་མ་ལ་ཡང་ཁལ་མ་འཕྲོག་ལགས་ཤིང་བྱས་ནས་དཀའ་ངལ་ཞི་བ་འཕྲད་པ་རེད། མེག་སི་ཀོ་དུ་བ་ལི་ཡ་ཞི་དྲག་གི་དཀའ་ངལ་འཕྲད་པའི་ལོ་རྒྱུས་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ད་ཁྱེད་རང་ཚོ་ང་ཚོ་སྐད་ཆ་བཤད་པ་དང་ཚོ་གི་ཅིག་ཡིད་ཆེས་རོགས་མ་གནང་བ་ཡིན་ནའི་རྒྱ་ནག་རང་ལ་ཡ་ཡོད་པའི་རྒྱ་ནག་རང་ལ་ཡ་འཚོ་གནས་བྱེད་ངན་གི་མི་རྒྱུ་ཅན་དང་ཚོ་ལ་ཅིག་ཟིག་གནང་ད་ཁོ་ཚོ་གར་ཅིག་འགྲོ་ཅིག་ཟིག་གནང་ད་ཁོ་ཚོ་རྒྱུ་ལུང་ཆོས་ཀྱི་ཐོག་ནས་དཀའ་ངལ་དེ་ཙམ་ཅིག་མེད་པ་ཡིན་དུས་ཟམ་པ་ད་འོག་ཙམ་ལ་སོགས་པ་འདིའི་རིགས། སོ་སོའི་ལུང་པའི་ཐོན་ཁུངས་ལ་ཡི་དྭོགས་པ་བྱས་ནས་ཡིད་ཆེས་མ་བྱས་པ་བྱས་ནས་རེ་བ་ལ་གོང་ག་ཚོད་ཐད་པ་སྤྲད་དགོས་ཡོད་མིན་ལ་གདོང་ཚོད་ལ་ཡ་འཛེམ་སེམས་གཙང་བ་གཉིས་ནས་མེད་པ་བྱས་ནས་ཡུ་རོབ་ནས་རྦད་དེ་གདོང་ཚོད་ཕྲད་མྱུ་གུ་ཡོད་རེད། དཔེར་ན་འོ་རྩམ་འདིའི་རིགས་དེ་རྦད་དེ་ཡུ་རོབ་ནང་ལ་ཡ་འཇེམ་གཉིས་ནང་ལ་ཡ་ཞེ་བོ་གཅིག་རྒྱ་མི་ཚོས་ཉོས་ནས་རྡོ་བག་གིས་གར་ཞུགས་རུང་ཚོང་ཁང་ནང་ལ་ཡ་འོ་རྩམ་ཧ་ལམ་ཅི། གཅིག། རྫ་བའི་སྲབ་དར་བའི་འདི་ཆབ་རེད་གང་ན་བཤུས་ན་ཚང་མ་རྒྱ་མིའི་རྒྱུད་གཞུང་དུ་སོང་ཉོན་དུ་ཕངས་རྒྱ་ནག་ལ་ཨོ་སྒྲུག་གི་ཡོད་པ་སོང་ཙང། རྒྱ་ནག་ལའི་ཨོ་སྒོ་སྟོན་འདི་སོ་སོའི་རང་ཉིད་འཚོ་གནས་བྱེད་སའི་ལུང་པ་འདིའི་ཐོན་ཁུངས་ནི་ཡང་ཡིད་ཆེས་མེད་པའི་རྟགས་རུ་བ་ད། ཡིད་ཆེས་མེད་པ་དང་འདིས། ལོངས་སུ་སྤྱོད་པ་ཡིན་ན་གཟུགས་པོ་ལ་ཡང་གནོད་གི་ཡོད་པ་དེ་ཧ་གོ་གི་ཡོད་པ་སོང་ཙང་ཨན་ནི་པད་ཤག་ཁྲལ་བག་སྤྲད་དགོས་ཀྱི་ཡོད་ནས་དོན་ཚོ་ལ་ཡང་མ་འཛེམ་པ་བྱས་ནས་ས་ཡུ་རོབ་ནས་ཐོན་ཁུངས་དེ་རིགས་དེ་ཨོང་སྤྲད་བྱེད་ཀྱི་ཡོད་རེད་ད་དེའི་ཚད་གི་མ་རེད་ད་གང་དང་གང་ཡིན་ན་བོད་རིགས་སེམས་ཉིད་ཅིག་འཕྲུལ་རིགས་ལག་རྩལ་གྱི་ཐོག་ནས་ཡིན་ནའི་འདྲ་འོ་ཡ་ད་ཅིག་སྟོབས་ཆས་གི་ཐོག་ནས་ཡིན་ནའི་འདྲ། དུ་གློག་འོད་ཐོག་ནས་ཡིན་ན་འདྲ་གང་ལ་གང་ཡིན་ན་རྫུན་མ་བཟོ་ས་གི་ལུང་པ་དེ་པ་རྒྱ་ནག་ཆགས་བསྡད་ཡོད་རེད་རྒྱལ་སྤྱིའི་ཁྲིམས་ལ་ཡར། བརྩིས་མེད་པ་སོང་ཙང་གང་བྱུང་མ་བྱུང་བྱེད་ཀྱི་ཡོད་པ་སོང་ཙང་ཨ་ནི་འདི་རིགས་དེ་བྱས་ནས་འཕྲལ་སེལ་རུང་གོ་ད་ཁེ་ཕན་ཅིག་ཡོང་གི་རེད་པ་འཕྲལ་སེལ་རུང་གོ་ཅིག་ཁེ་ཕན་ཡོང་གི་རེད་དེ། ད་ད་རེས་ཟེར་ནི་མི་ཚང་མ་དོགས་ཟོན་བྱེད་དགོས་རྒྱ་ནག་གི་ཤ་ལག་རེད་ཟེར་ན་ཚང་མ་དོགས་ཟོན་བྱེད་དགོས་ཞེས་ཤག་བསྡད་རེད་དེ་ཡོང་ཁྱེད་ར་བ་རྩ་བ་གཅིག་དེ་ད་ངའི་བསམ་པ་ལ་ཡ་དེ་ཡིན་རྒྱུ་རེད་བསམ་འདུག་ད་མི་རྒྱ་ནག་ཟིང་ངན་དེ་རྒྱ་མི་ཚང་མ་སྡུག་ཅག་རེད་ཟེར་ནི་རྩ་བ་ཉིན་ལོག་གི་ཡོད་མ་རེད་རྒྱ་མི་རྒྱ་ནག་དེ་དངོས་གནས་དྲང་གནས་བྱེད་ཀྱི་རྒྱ་ཁབ་ཆེན་པོ་རྒྱལ་རབས་ལོ་རྒྱུས་དེ་ལྡན་པ་རིག་གཞུང་ཞེ་དྲག་ཚད་མཐོ་བའི་ཡོད་ངེས་ཀྱི་རྒྱལ་ཁབ་ཅིག་རེད་བ། ཨ་ནི་ལྟ་གྲུབ་རིག་པའི་ཐོག་ལ་ཡིན་ཟེར་ནས་རྒྱ་ནག་རང་གི་མཁས་པ་ཆེན་པོ་དེ་ཚོ་གི་བརྩམས་བཞག་པ་དེ་ཚོ་ཞེ་དྲག་གསལ་ཐོབ་ཡོད་རེད་བ། ད་རེས་དེ་ལས་འདི་ལྟ་བུའི་རིག་གཞུང་ལྡན་པའི་རྒྱལ་ཁབ་དེ་སྤྱི་ལོ་བཅུ་དང་དགུ་བརྒྱ་ཞེ་བཞི་ཞེ་དགུ་ཡས་མས་སྤྱི་ན་མ་བྱས་ནས་ད་ཁྱོད་རྙིང་པའི་རིགས་སོ་སོའི་སྲོལ་རྒྱུན་གྱི་རིགས་དེ་གི་དེ་ཚང་མ་གར་ཤོར་བས་ན་བས། གཏོར་བཤིག་བཏང་བྱས་ནས། མདོ་དོན་དམར་པོའི་རིང་ལུགས་གཅིག་པུ་ཨོ་ལི་ཡ་ཡེ་ཤེས་བློས་བཀལ་བར་བྱས་ནས་སྤྱི་ཚོགས་གསར་པ་ཞིག་བསྐྲུན་དགོས་པ། སྤྱི་ཚོགས་གསར་པ་བསྐྲུན་ནས་མི་བསྐྲུན་པའི་ཉེར་ལེན་ལ་བརྟེན་བྱས་ནས་ཁེབས་སང་ཡང་ཏན་ཏན་བྱུང་ཡོད་ཀྱི་རེད། ཏན་ཏན་བྱུང་ཡོད་རེད་ད་དེ་རེ་སི་ཉིག་དམེ་ས་དེ་འོར་ག་ལ་གང་འཚམ་བྱེད་འོ་རེད་ཏེ་ལེ་ཡང་ཞོ་གཞན་དག་ཅིག་ལ་བསམ་བཏང་བ་ཡིན་སོང་ན་གྱོང་ཧ་ལས་པའི་གྱོང་ཆེན་པོ་ཞིག་རག་བསྡད་ཡོད་རེད། གྱོང་གར་རག་བསྡད་ཡོད་རེད་ཟེར་གྱིན་ཞུས་པ་ཡིན་ཟེར་ན་སྲོལ་རྒྱུན་གྱི་ནང་ལ་ཡང་གལ་ཆེན་པོ་བརྩི་བའི་མིའི་ཀུན་སྤྱོད། མིའི་ཡ་རབས་སྤྱོད་བཟང། ངོ་ཚ་ཁྲེལ་གཞུང་བཟི་ཡ་ལ་སོགས་པའི་གནད་དོན་མང་པོ་འབྱོར་བ། འདི་སྐད་དེ་མཐའ་གཅིག་ཏུ་ཆོས་དང་འབྲེལ་བ་ཡོད་དགོས་པ་ཇི་ལྟར་ཆགས་ཀྱི་ཡོད་མ་རེད། མི་ཆོས་རིང་ལུགས་ཀྱི་ཐོག་ནས་མི་ཆོས་རིང་ལུགས་དར་སྲོལ་ལུང་པ་འབྱིན་རྒྱུ་ཡིན་ན་གྲོང་ཚོའི་གྲས་གལ་གནད་ཆེན་པོ་བརྩི་དགོས་ཡ་ཅེས་ཆགས་ཀྱི་ཡོད་རེད་པ། ད་དེ་གས་དེ་ཚང་མ་ཉམས་ཆག་ཅིག་ནས་ཨ་ནི་ཟིང་ནང་དང་སྤྱི་ཚོགས་དེ་ལ་ཡ་གཅིག་གཟིབ་ཡིན་ཚོད་ན་ཀོང་པོ་ནང་ཁུལ་གི་ནང་ཁུལ་ལ་ཡ་ཕག་ཚུགས་ཡིད་ཆེས་མེད་པ་གཅིག་གཅིག་ལ་ཡ་དོགས་གསུམ་བྱེད་དགོས་ཡ་ད་ག་ནང་བཞིན་གཅིག་གི་ཨ་ནི་ལྐོག་ཟ་རུལ་སུངས་ཨོ་རྒྱལ་ཁབ་མི་རྒྱལ་ཁབ་ཅིག་གི་དབུ་ཁྲིད་ཀྱི་ད་མི་ཡོད་ན་མེད་ན་དེ་གས་དེ་ཡ་གི་སྒང་རྫོང་ངས་དང་ཚུགས་ནང་ལ་ཡ་འདི་ལྟ་བུའི་བས་དེ་ཐལ་ཆ་ཆེན་པོའི་གར་ཤོག་རོ་ནི། མེ་ཙི་སྐྱེ་ཐང་ཅིག་ཆགས་བསྡད་ཡོད་པས་ན་ད་སྤྱི་ཚོགས་དེའི་ནང་ལ་ཨ་ནི་དེ་ལྟ་དེ་བཞིན་གྱི་གནས་ཚུལ་ཚབས་ཆེན་པོ་ཅིག་ཡོང་གི་ཡོད་པ་ད་ལྟ་ངེས་པ་འདུག་པར་བ། འོ་ད་སོ་སོ་རང་ཉིད་ལ་ཡང་ཁེ་བཟང་ཁྲ་ཁ་ཕྲན་བུ་ཅིག་བྱུང་གི་ཡིན་སོང་ན་ག་རེ་ཡིན་ནས་བྱེད་རྐྱང་བྱས་ནས་སྡིག་པ་མིག་བཙུམ་རང་བྱས་ནས་རེད་བ་ད་ཧ་ལམ་ཅིག་སོ་སོའི་ཨ་མ་ལའི་གོང་ཡག་པོ་ཅིག་ཁུག་ཁུག་རོགས་བྱས་ན་ད་གཙོ་ངན་གྱི་དྲན་རེད་འདུག། དེ་སྐད་དེ་ང་རང་ཚོ་བོད་ལ་བཞུགས་ན་བོད་པ་ཚོ་གི་ཁྱིམ་གྱི་ཁྱིམ་རྒན་ལས་པ་སོ་སོའི་བརྙན་བཀོད་མདུན་དེ་ཡོད་རེད་པ་ད་དེ་སྐད་དེ་ཁྱིམ་གྱི་ཁྱིམ་རྒན་ལས་དོན་དོ་བས་ཅི་ག་རུ་བཞུགས་རོགས་གནང་དགོངས་པ་མ་ཤེས་རེ་བྱས་ནས་སོ་སོ་སོ་སོའི་འཕྲོད་བསྟེན་དང་འབྲེལ་བ་ཡོད་པ་སོ་སོའི་ག་རུ་བཞུགས་པ་དེ་མི་སེར་དང་འབྲེལ་བ་ཡོད་པའི་གནད་དོན་གལ་ཆེན་པོ་གཏོང་ཚུལ་རིང་ལས་པའི་འཐུས་ཤོར་ཞིག་པོ་ཅི་ཕྱིན་བྱས་ནས་ཅི་གི་བསམ་ཤེས་མ་གནང་པ་བྱས་ནས། དགོངས་པ་མ་ཤེས་པའི་ཕྱིར་ནི། དེ་ལྟ་བུའི་ལག་རྟགས་སྣང་བ་ཡིན་ཚུལ་ནི་གྱོང་དེ་སོ་སོར་རགས་ཡོད་རུང་བ། དོན་རྟོགས་དངོས་གནས་བྱས་པ་ཡིན་ན་ང་རང་ཚོ་བོད་བོད་ཁྱིམ་ཚང་ཞིང་ཁམས་ཟིང་ངེ་འདི་མིག་ཡིད་རབ་ཞེ་དྲག་ཁ་ཁའི་དཔེ་དེ་ང་ཚོ་གར་ཤོར་བའི་འཇོན་པོ་རྒོད་པོ་དེ་ཙམ་ཞིག་མེད་པ་ཡིན་ན་མིག་ཡིད་རབ་ཡོད་མིན་དངོས་གནས་དྲང་པོ་ཡོད་ཟེར་ཆེད་ངས་མ་བཤད་སྲོལ་ཡོད་རེད། འདི་གི་ཤུགས་རྐྱེན་དེ་ཕག་ཐེ་ཡག་གི་ཚབ་ཡ་ད་རི་སེམས་ཉིད་ཚུགས་ཤུགས་རྐྱེན་ཐེབས་བྱས་ན་ཨ་ནི། མ་གལ་རྒྱ་ནག་གི་མིའི་ཀུན་སྤྱོད་རྡོ་སྐྱེས་འདི་གཅིག་གཡར་བ་ཚུགས་དགོས་བྱས་ན། ང་རང་ཚོའི་བོད་པའི་སྤྱི་ཚོགས་ནང་ལས་ད་གཅིག་གར་ཞུ་རུ་བ་ནི། རྒྱལ་རབས་སྤྱོད་བཟང་གདོང་ཚོད་བྲེལ་ཕྲན་བུའི་ཅིག་ཉར་ཆག་འགྲོ་གི་ཡོད་ཟེར་བ་ཞིག་མཐོང་ཡག་འདུག་ཨང། དེ་འདྲ་ཡིན་དགོས་སེམས་པ་ད་ངའི་སྐད་ཆ་དེ་ཡང་རིང་པོ་ཆགས་ཡག་གི་ཉེན་ཁ་འདུག་བྱས་ཙང་མདོར་བསྡུས་ནས་ཞུས་པ་ཡིན་ཚུལ་ན་ང་རང་ཚོ་བོད་རང་གི་ཐོན་ཁུངས་ཡིན་པས། འབྲས་ནས་ག་རེ་ཡིན་ནས་དེ་རང་ཆོད་པ་ཡིན་གསུངས་ན་ད་གཟུགས་པོར་ཡང་འཕྲོད་ཤོས་ཡོད་རེད། རེ་བ་འཕྲོད་ཞོར་ཡོད། ཨ་ནི་ཁྲ་ཁྲ་སིག་སིག་གཅིག་གོ་ལའི་ཟིལ་མ་ཤུབ་བྱས་ཁྲ་ཁྲ་སིག་སིག་འདོན་ཚུལ་དྲན་ཡོད་རིན་ཐང་སིང་ངེ་འདི་གཏན་འགྲོ་ཙམ་བྱས་ཡོད་མ་རེད། རེ་བ། དེ་མིན་རྒྱལ་ཁབ་གཞན་དག་གིས་ད་རྦད་དེ་ཐོམ་རབ་སངས་ཆེན་ཧ་གོ་གི་ཡོད་རེད། རྒྱ་ནག་གི་ཐོན་ཁུངས་ཡིན་པའི་ལྕེ་ལྷག་ཅིག་ཡིན་ཕྱིན་ཆད་ལ་ཡང་མི་ཚང་མ་དོགས་ཟོན་བྱེད་དགོས་རེད། རྒྱལ་ཁབ་ཁ་ཤས་ཅིག་གི་ནང་ལ་ད་ཨ་ནི་རྒྱ་ནག་ནས་ཡིན་པའི་ཐོན་ཁུངས་ཁག་ཅིག་ད་རྦད་བཀག་ཡོད་རེད། དཔེར་ན་ཅིག་སིང་ག་ཕོར་དང་མ་ལེ་ཡེ་ཤེ་དང་ཅིག་གྷ་རུ་ཤུ་རུ་བ་ནི་དང་བྷྲུ་ན་ཡེ་སི་ཡ་ལ་སོགས་པ་དང་ཨ་ནེ་ཐན་ས་ནི་ཡ་ལ་སོགས་པ་དང་ཚོའི་གྲས་ནང་ལ་ཡང་རྒྱ་ནག་གི་ཐོན་ཁུངས་ཡིན་པའི་འོ་རྩམ་དེའི་རིགས་དེ་རྩ་བ་ཉིད་ནས་བཙོང་ཆོག་གི་ཡོད་མ་རེད། ཨ་ནེ་ལར་ནས་ཅིག་སྟབས་བདེའི་ཐུག་པ་རུ་དེ་འདྲའི་དུ་བ་བྲོ་བ་ཡི་ཆེན་པོ་ཡོད་རེད་ལ་ཁོ་བཟོ་བའི་སྡེ་བ་ཞིབ་པོ་ཅིག་བྱས་སྐར་མ་ཁ་ཤས་ཅིག་ནང་ཟ་ཆོག་ཆོག་རེད་དུ་བ། ཨ་ནི་འདིའི་ཕུག་གི་ཟུག་ལ་ཡང་ཕན་གི་ཡོད་མེད་བསམ་རྩ་བ་ཡིན་ན་མ་ཐག་མི་བྱེད་འཕྲལ་སེལ་རིམས་འགོག་ལ་ཡང་སྐར་མ་ཁ་ཤས་ཅིག་རིམས་འགོག་ལ་ཞིམ་པོ་རེ་བ་བྱོས་ཡོད་ཙང་འདི་རང་ལོངས་སུ་སྤྱོད་ན་ཞུགས་མོད་འདི་ཕོན་ཆེན་པོ་ཡོད་འདྲ་བོད་རང་ལས། སྟབས་དེའི་ཐུག་པ་རྡོ་འཛོལ་འཕྲལ་ཟུག་པ་ལ་ཡང་གནོད་འཚེ་ཆེན་པོ་བཏང་ཡོད་རེད་དེ། ད་ཡང་རྦད་དེ་ར་འཕྲོད་པའི་གནས་ཚུལ་རེད་དེ་རྣམ་པ་ཚོས་མཁྱེན་དགོས་ཀྱི་རེད། ཟུག་པ་ལ་འཕྲོད་ཤོས་ཡག་པོ་བྱས་ནས་ཟས་པ་ཡིན་སོང་ན་དངོས་གནས་དྲ་ནས་བྱེད་ཀྱི་གྲོགས་ཆེ་ཤོས་དེ། རྩམ་པ་རིལ་པ། རྩམ་པ་ཞིང་འབྲོག་གི་ཐོན་ཁུངས་ཡོད་པ་རྩམ་པ་ཡོད་རེད་རིལ་པ་ཞོ་ཡོད་རེད་ཨ་ནི། ང་ཚོ་རྒྱུ་མང་ས་ཡོད་རེད་ཕྱུགས་ར་ཡོད་རེད་ད་དོན་ཚོད་ཁྲལ་ང་རང་ཚོ་རང་གི་ཐོན་ཁུངས་རེད་ལ་ང་རང་ཚོ་བོད་པའི་གཟུགས་པོ་ལས་འཕྲོད་ཤོས་ཡོད་རེད། དེ་འདྲའི་མདོར་བསྡུས་ལ་ཞུས་པ་ནི་ཁྲ་ཁྲ་སིལ་སིལ་ལི་ཡ་དབུ་མ་གོ་བ་བྱས་ནས་རིལ་བ། འོ་འདུག་སེམས་ནང་ནས་གཉེར་བ་ཡོད་རེད་ཅེས་ཞུ་བ་ཡིན། དེ་ནས་ད་ནི་ཁོང་གི་ལས་དབང་གིས་ང་ལགས་ཀྱི་གནད་དོན་གཉིས་པ་ཅིག་གར་སོང་ཞེས་ཞུས་པ་ཡིན་གསུངས། ཨ་ནེས་རྒྱ་གར་ལ་ཡང་གནད་དོན་ཅིག་བྱུང་ཞག་ཟེར་བ་ལ་བུ་མོ་ཕྲུ་གུ་སྐྱེས་ཟིན་པ་ཞིག་ལ་ཡང་ནད་ནང་བྱུང་ནས་ཨ་ནེ་སྨན་ཁང་ལ་ཡང་འགྲོ་དུས་ཟམ་པ་ཁལ་མ་གཅིག་མི་འདུག་ཅེས་ཁལ་མ་གཅིག་བསྐུར་མར་ཤོག་ཞག་ཟེར་ནས་ལབ་ཡོད་ས་རེད་པ། ལྟ་འདིའི་ཐོག་ལས་ཁུངས་ཀྱི་དགོངས་ཚུལ་དང་གཅིག་སྔོན་དུ་ལམ་སྟོན་དཔེ་ཡག་པོ་གནང་ཤག་དགོངས་ཚུལ་ཐོག་ལས་ཡ་རྣམ་པ་ཚོས་ཐུགས་སྣང་གནང་ཡ་དེ་དཔེ་གལ་ཆེན་པོ་རེད་གང་ལགས་ཞུས་པ་ཡིན་གསུངས་ན་འཛམ་བུ་གླིང་ཁྱོན་ཡོངས་ལ་ཡ་ནང་ཆགས་ཀྱི་གར་བཟོ་རུ་དགོས་མཁོ་དེ་ཆེན་པོ་ཞིག་ཡོད་པ་བྱས་ཨ་ནི་ཁྲོམ་རའི་ནང་ལ་ཡ་ཕ་གི་ཡོད་པ་དེ་ཉུང་ཉུང་ཞིག་མ་གཏོགས་མེད་དུས་བསམ་པ་ཨ་ནི་རྒྱལ་ཁབ། ལྷག་དོན་དུ་རྒྱ་ནག་རྒྱ་གར་ལ་སོགས་པ་དོན་ཚུལ་དྲན་གི་མིའི་ནང་ཆ་དེ་འདྲ་རྐུ་མར་རྒྱག་གི་ཡོད་རེད་ཏན་ཏན་རྒྱག་གི་ཡོད་རེད། དེ་ཡིད་གཟབ་བྱས་ཏེ་སོ་སོའི་ལས་འགན་བྱ་གི་ཡོད་པ་སོང་ཙང་ད་ལྟ་ལས་དབང་གིས་ང་ལག་གི་སྲུང་བ་ནང་བཞིན་རེད། སྤུ་གུ་མ་སྐྱེས་པའི་སྔ་རོལ་དུ་སྨན་ཁང་ལ་མ་འགྲོ་བའི་སྔ་རོལ་དུ་ཡིན་ནའི་ད་གཤག་བཅོས་མ་བཅོས་པའི་སྔ་རོལ་དུ་བརྟག་དཔྱད་ཅིག་བྱེད་ར་བཅུག་ཅིང་ཚུར་རྒོལ་གནང་ཡ་རེད་བ། ལྷག་དོན་དུ་འདྲེ་ལབ་ཀྱི་པར་ཅིག་བརྒྱབ་ཡིན་ན། Ultra Sound ཅིག་བརྒྱབ་ཡིན་ཟེར་ན་མཁལ་མ་གཉིས་ཆ་ཡོད་མེད་གདོང་ཚོད་ལམ་སང་ཁོ་རང་ཧ་གོ་གི་རེད། མཁལ་མ་གཉིས་ཆ་ཡོད་པ་ཅིག་ལྟ་ན Report བཅས་བྱེད་ཀྱི་རེད་བ་ལ་འབྲུག་སྟོན་གྱི་ཡིག་ཆ་བཅས་དེ་དུས་ཟམ་པ་ཨམ་ཅིག་སྤྲད་ཡིན་དགོས་རེད་བ་ལ་ངོ་མདོག་ཚོད་ཡག་པོ་ཞིག་ལ་ཉག་གོ་གི་རེད། དེ་ནས་དེའི་གཤམ་ཚིག་དུ་བ་ཅི་ལ་ཡ་ད་ད་བོད་ནས་ཡིན་ས་རེད། ལྷད་མེད་ལྷད་མེད་ཞུ་མེད་ཅིག་ཕལ་ཆེར་ལྷད་མེད།

གནང་ཡ་དེ་དཔེ་ཁས་ལེན་ཆེན་པོ་བྱེད་དགོས་འདུག་རེ་བ་ཁ་ཚ་དགོས་གཏུག་གི་གནས་ཚུལ་ཤ་དེ་ཤ་ཅིག་ནི་ད་འདི་འདྲའི་རེ་བ་ཅིག་མང་པོ་ཅིག་གསུངས་ཤག་ད་ཨེ་ཙི་གཉན་ནད